མེ་ཏོག་དང་རྨི་ལམ། ལེའུ་བཅོ་ལྔ་པ། འཛུམ་གྱིས་ནི་རང་ཁྱིམ་ནས་ཆགས་སེམས་གང་ཡང་མེད་ལ་གར་འགྲོའི་དམིགས་ཡུལ་མེད་པར་གོམ་པ་རྒྱ་ཆོམ་དུ་སྤོ་བཞིན་བུས། མོའི་ལུས་ཐོག་ཏུ་ལྟོ་བས་སྟོང་པ་གཅིག་དང་ཁྱིམ་ནས་བཟློག་པའི་སྒོར་མོ་སྟོང་ཕྲག་གསུམ་ལས་གཞན་གྱི་དངོས་པོ་གང་ཡང་མེད། མོ་དལ་བུས་རླངས་འཁོར་བབས་ཚུགས་སུ་བསྐྱོད་པ་དང། རང་ཉིད་ཡང་སྙིང་གང་དུ་འགྲོ་མིན་ལ་མནོ་བསམ་བཏང། དོན་དེར་ཁོ་མོས་ཉིན་ཤས་བསྟུད་མར་བསམ་བློ་ནན་ཏན་བཏང་ཡང་དེ་ལ་དཔག་པའི་ལན་ཞིག་མ་རྙེད། རླངས་འཁོར་བབས་ཚུགས་སུ་ས་གནས་ཁག་ལ་འགྲོ་མཁན་གྱི་སྤ་སེ་འཚོང་སའི་སྒེའུ་ཁུང་ཁ་ཤས་ཡོད་ཀྱང་དྲན་ཐོ་དང་ལྷས་ས་གཉིས་གང་དུ་འགྲོ་མིན་ཐད་གདམ་ཀ་བྱེད་ཀྱིན་བསྡད། རླངས་འཁོར་སྟོང་ལ་ཉེ་བའི་ཆུ་ཚོད་ཕྱེད་ཀ་ཙམ་ལ་ཡང་ད་དུང་གང་དུ་འགྲོ་མིན་ཐག་མ་ཆོད་པར་ལུས། ཁོ་མོའི་བསམ་པར་ཆབ་མདོ་ནས་ཁྲི་མདོ་ཕྱོགས་ལ་འགྲོ་མཁན་མང་བས་མི་ངོ་ཤེས་པ་མང་པོ་ཐུག་མ་འདོད། དེ་ལས་ལྷེ་སར་ཕྱིན་ན་མཆོད་མཇལ་ཞིག་ཀྱང་ཡོང་གི་རེད་བསམ་སྟེ་མཐར་ལྷེ་སར་འགྲོ་རྒྱུའི་བློ་ཐག་གློ་བུར་དུ་བཅད་དེ་ཕར་སེ་ཉོས། རླངས་འཁོར་སྟོང་ལ་ཉེ་བའི་འགྲུལ་པ་སྐྱིད་མི་ཚོས། ལམ་དུ་ལྕགས་པོ་འགོས་ཚུལ་བསྔགས་ཀྱིན་ཕན་ཚུན་འབྲལ་མི་ཕོད་པ་ལྟར་བྱེད་ན་ཡང། འཛུམ་གྱིས་ནི་མི་ཧྲེང་ཡིན་པས་མོས་རླངས་འཁོར་གྱི་དྲིལ་མཇུག་རྐུབ་སྟེགས་ཐོག་བསྡད། མགོ་བོ་ལྟོ་ཕད་སྟོང་པ་དེའི་སྐབས་འདི་རང་གི་སྐྱེས་ས་དང་ཚ་སའི་ས་ཆ་དེར་ཞེན་ཆགས་ཕྲན་བུ་ཡང་མེད་པར་ལྷའི་སར་རྡོག་ཐོན་བྱས། རྒྱུ་མཚན་ནི་ས་ཆ་དེ་ད་ཆ་མོ་ལ་གནོང་འགྱོད་དང་སེམས་གཅོང་ཁོ་ན་ལས་གཞན་གང་ཡང་བཞག་མེད། འཛུམ་གྱིས་བཅུ་དྲུག་ལང་ཚོའི་དར་ལ་བབས་སྐབས་མོའི་གཟུགས་རིང་ཞིང་ལྡེམ་པ་དང་ཅུང་གསེར་ལ་འཇམ་པའི་མགོ་སྐྱེས་ལན་བུ་རང་གི་རྐང་པའི་གཏིང་ཀར་རེག་ཅིང། གོམ་པ་རེ་སྤོ་བའི་ཚེ་ཕར་གཡུག་ཚུར་གཡུག་བྱེད་པའི་ལན་བུས་རྒྱ་ལམ་འགྲུལ་པའི་ཁྲ་ཆུང་མིག་ཀྱང་རང་དབང་མེད་པར་མོ་ཡི་ཕྱོགས་སུ་འཕེན་པར་བྱེད། མདུན་ནས་མོའི་བཞིན་ལ་ཞིབ་པར་ལྟ་སྐབས་སྣ་གདོང་ཟུར་ལ་འདྲེན་བྱེད་གཉིས་ཆེ་བ་ཐོ་རེངས་ཀ་ཆེན་དང་འདྲ་བ་དང་ཤེལ་རྩེ་དཀར་ལ་འཇམ་པའི་གཞོན་ནུ་མཛེས་མ་ཞིག་རེད། མོའི་མཛེས་ཉམས་དེ་འགོག་མེད་དུ་ཕྱིར་མངོན་ཡོང་སྐབས་སློབ་གྲོགས་ཕོ་གཞོན་ཚོས་སློབ་ཞོར་དུ་མོ་ལ་ཀུ་རེ་རྩེ་བ་དང་སྔས་བསྐོར་བ་ཡིན། ཐུགས་འཕྲིན་ལུས་རེངས་གཉིས་པར་སླེབས་པའི་ལོ་དེར། མོ་ལས་ལོ་རིམ་གཅིག་གི་མཐོ་བའི་སློབ་གྲོགས་ཤིག་གིས་རྟག་ཏུ་དོན་དག་ཡོད་མེད་ལ་མ་ལྟོས་པར་སློབ་ཞོར་དུ་འཛིན་གྲྭའི་བར་ཁྱམས་ནས་མོའི་མིང་བོས་ཏེ་མོ་ལ་བཟའ་བཅའ་དང་འཐུང་བྱ་སྐྱེལ་བར་ཡོང་བ་མ་ཟད། ཁ་སང་དེ་མོ་ལ་དགའ་ཚུལ་བཤད། ཐོག་མར་མོས་ཁོ་ལ་རྣ་བ་འཇོག་རྒྱུ་ཕར་བཞག་དེ་ལས་སུན་སྣང་ཆེན་པོ་བྱུང་ཡང། ཁོའི་ལྐུགས་པ་ཨུ་ཚུགས་ཀྱི་གཤིས་ཀ་དེ་རིམ་གྱིས་དང་ལེན་བྱས། བུད་མེད་ནི་ནམ་ཡང་སྐྱེས་པ་ཚོས་རང་ཉིད་ལ་བརྩེ་དུང་བཅངས་པར་སེམས་འགུལ་ཐེབས་སླ་བས། མཐར་ཁོ་གཉིས་བར་བརྩེ་དུང་གི་མདུད་པ་ཐེབས། བརྩེ་དུང་གི་འབྲས་བུ་ཡོངས་སུ་སྨིན་ཏེ་མོའི་ཕྲ་ལ་རིང་བའི་ཟོག་པོ་དེ་བྱེ་སྦོམ་དུ་སོང་བ་དང་དཀར་ལ་དམར་མདངས་བཀྲ་བའི་བཞིན་མདངས་ཉམས་པ་དང། གདོང་ཤ་ཁེབས་ཀྱིས་ཁེངས། ཁོག་པའི་ནང་གི་ཤ་རྡོག་དེ་ཉིན་རེ་ལས་ཉིན་རེ་བཞིན་ཆེ་རུ་སོང་སྟེ་སེམས་ཁྲལ་གྱིས་མོའི་སྙིང་གས་ལ་ཉེ། འཛུམ་སྐྱིད་ཀྱི་སེམས་ལ་ཚབ་ཤ་ལངས་ཏེ་སྡོད་མི་ཚུགས་ཀྱང། ཁོ་མོའི་ཁོག་པའི་ནང་གི་ཤ་རྡོག་དེ་ཁ་ནས་སྐྱུག་ཐབས་མེད་ལ་རྐུབ་ནས་གཏོང་ཐབས་ཀྱང་དེ་བས་མེད། འུ་ཐུག་པ་དང་ཐབས་ཟད་དེ་ཁ་ཁྲིད་ཀྱིས་རང་གི་སྐྱེས་པ་དམ་པོར་བདམས་ཀྱང་དེའི་སྐྱེ་གསར་གྱི་གོ་རིམ་ལྡོག་ཐབས་མེད་པས་ཁོ་མོའི་འཕོངས་ཤིང་མངོན་གསལ་གྱི་ཆེ་རུ་སོང། ཁོག་པའི་ནང་གི་ཕྲུ་གུ་དེ་ཟླ་བ་བཞི་ཙམ་སོང་ནས་གློ་སྙིང་ལ་ཨེ་ཁོག་ཐུག་ཐུག་ཞུ་བ་ཙམ་དགོས་ཀྱི་ཡོད་པས་ད་ནི་སློབ་སྦྱོང་བྱེད་པའི་བློ་ཐང་བྲལ། མོས་རང་ལ་ཧ་ཅང་བརྩེ་བ་དང་རང་གི་ཆེད་དུ་ངའི་ཚེ་སྲོག་འདོར་དགོས་བྱུང་ཡང་འགྱོད་པ་མེད་ཅེས་བཤད་མཁན་གྱི་སློབ་ཕྲུག་དེ་བཙལ་ཏེ་གང་འདྲ་བྱེད་མིན་འདྲི་སྐབས། ཁོས་ཧ་ཅང་སྣང་མེད་ངང་ཁྱོད་ཀྱིས་ང་ལ་ཞེད་སྣང་མ་སྐུལ་དང། ཕྲུ་གུ་དེ་ངའི་ཡིན་མིན་སུས་ཤེས། ང་ད་དུང་མཐོ་རྒྱུགས་ཡིག་ཚད་ཀྱི་གྲ་སྒྲིག་བྱེད་དགོས་ཡོད། ཅེས་གོས་ཆུང་སིག་སིག་ངང་དེ་ལྟར་བཤད་དེ་གོམ་པ་ཡངས་པོ་ཞིག་སྤོས་ཏེ་ཕྱི་ཐད་ཀྱང་མ་བསློགས་པར་མོ་དང་གྱེས། དུས་དེ་ནས་བཟུང་ཁོས་འཛིན་གྲྭའི་བར་ཁྱམས་ནས་མོའི་མིང་ནས་འབོད་མཁན་མེད་ལ། དེ་ལས་ལྡོག་སྟེ་མོ་ལ་གོ་གནས་ཕོག་པ་བཞིན་གཡོལ་གང་ཐུབ་བྱེད། སྐབས་དེར་ཁོ་མོར་དྲོད་འབྲི་ས་ཉིན་མོའི་སྐར་མ་བཞིན་མཐོང་རྒྱུ་མེད་ལ་རིག་རྒྱུ་དེ་བས་མེད་པས་མོས་ཁོག་པའི་ནང་གི་ཕྲུ་གུ་དེ་མེད་པར་བཟོ་བར་བསམ་བློ་དྲུག་གསུམ་བཅོ་བརྒྱད་གཏོང་བཞིན་ཡོད། ཉིན་ཞིག་མོ་བརྙན་འཕྲིན་བལྟས་ཏེ་ཡོད་པའི་སྐབས་བརྙན་འཕྲིན་ལས་བརྡར་འབྱོར་བྱས་པར་སྨན་ཁང་ག་གེ་མོ་ཞིག་ནང་ན་ཚ་སྨན་ལ་སྨན་རིན་ཁེལ་བ་ཁག་ཐེག་ཐུབ་པའི་བརྙན་བླུགས་ཆེད་ཀྱི་སྨན་ཡོད་ཅེས་པ་ལྟར། འཛུམ་སྐྱིད་ཀྱིས་སྨན་ཉོ་སའི་ས་གནས་ཞིབ་པར་ངེས་ཏེ། སང་ཞོགས་དེར་སྨན་དེ་ཉོས་ཁྱིམ་དུ་སླེབས་རྗེས་སེམས་དགའ་ལྷང་ལྷང་དང་རེ་བས་ཁེངས་ཏེ་སྨན་དེ་བཟས། ཉལ་ཆས་མགོ་བོ་ལ་གྱོན་ཏེ་མགོ་ཟླུམ་བརྒྱབ་སྟེ་ཉལ་ནས་བསྡད། གང་ཙམ་ནས་མོའི་གྲོད་པར་ན་ཟུག་གནམ་ས་དགུ་སྟེང་སློག་པ་འདྲ་བ་ཞིག་ཡུན་རིང་བཏང། དེ་རྗེས་ལུས་སྨད་ནས་ཁྲག་དམར་ལིང་ལིང་མང་པོ་ཐོན་ཏེ་དྲན་མེད་དུ་བརྒྱལ། འཛུམ་སྐྱིད་དྲན་པ་གསོས་སྐབས་སྨན་ཁང་གི་ཉལ་ཁྲིའི་སྟེང་སླེབས་ཡོད། ཁོ་མོ་དྲན་པ་གསོས་ཏེ་མིག་གདངས་པ་དང། ཁོ་མོའི་ཨ་མས་རང་གི་བུ་མོ་དྲན་པ་གསོས་པའི་དགའ་ཚོར་མེད་པར་ལམ་སེང་ཁོ་མོའི་གདོང་ལ་ཐུག་ལུད་ཅིག་བཏབ་སྟེ། ལྟས་ངན་ཞབས་འདྲེ་མ་ཁྱོད་མ་ཤི་བར་ཅི་བྱེད། ད་ང་ཚོ་མི་གཞན་ལ་གདོང་ཇི་ལྟར་བསྟན་དགོས་སམ་ཞེས་བཤད་རྗེས་ངུ་གིན་ཕྱི་ལ་ཕྱིན། འཛུམ་གྱིས་ནི་སྐྲག་པ་དང་ངོ་ཚ་དྲན་པ་ལྟར་བྱུང་སྟེ་གདོང་མི་ལ་སྟོན་མ་ནུས་པར་ཉེས་ཆད་ཀྱིས་རང་གི་གདོང་ཤུགས་ཀྱིས་བཀབ། སྐབས་དེར་མོའི་བསམ་པར་ད་ལྟ་རང་ས་ལ་འཛུལ་བའམ་གནམ་ལ་འཕུར་བའི་ཐབས་ཤིག་ཡོད་ན་ཅི་མ་རུང་སྙམ། འཛུམ་གྱིས་སྨན་ཁང་ནང་དུ་གཟའ་འཁོར་གཅིག་བསྡད། དེའི་རིང་སྐད་ཆ་བཤད་རྒྱུར་མི་དགའ་བའི་པ་ཕས་ཉིན་རེའི་ལྟོ་ཐེངས་གསུམ་སྐྱེལ་བ་ལས་ཨ་མ་ནི་མཐོང་ས་མེད། ཨ་ཕས་བུ་མོ་ལ། བུ་མོ། ཁྱོད་ཀྱིས་ལྟོ་ཆས་ཡག་པོ་བསག་དགོས། གཟུགས་པོ་ཡག་པོ་གསོ་དགོས། ཞེས་པ་ལས་གཞན་གྱི་སེམས་གསོའི་སྐད་ཆ་ཚིག་གཅིག་ཀྱང་མེད་ལ་གཤེ་གཤེ་གྱི་གཏམ་དཔེ་དེ་བས་མེད། འཛུམ་སྐྱིད་ཀྱིས་ཁ་ཁུ་སིམ་པའི་ནད་ཁང་ནང་པ་པའི་སྐད་ཆ་དེ་ཉན་སྐབས་མོས་མིག་བཙུམ་ནས་སྡོད་པ་ལས་རང་གི་པ་པའི་བཞིན་ལ་ལྟ་མི་ནུས་ལ་ནང་སེམས་ཀྱི་གདུང་བ་དྲག་པོ་དེ་པ་པར་དེ་བས་བརྗོད་པར་མི་ཕོད། མོའི་མིག་མདུན་དུ་ཨ་མའི་ང་རྒྱལ་ཆེ་བའི་བཞིན་དེ་དང། རྣ་ལམ་དུ་ལྟས་ངན་ཞབས་འདྲེ་མ་ཁྱོད་མ་ཤི་བར་ཅི་བྱེད་ཟེར་བ་དེ་ཡང་ཡང་གྲགས་ཏེ་མོའི་མགོ་བོ་གས་ལ་ཉེ། མོའི་ནད་རོ་ནི་གྲོང་གསེབ་ནས་ཡིན་པའི་ཁྱོ་ཤུག་གཉིས་ཡིན་ཞིང། བུད་མེད་དེ་མངལ་ཞོག་ཅེས་ཁྲག་མང་པོ་ཐོན་ཏེ་སྨན་ཁང་དུ་སླེབས། ཕར་ལྟ་ཚོད་ལ་ཁོ་གཉིས་ཀྱི་འཚོ་བ་ཡང་ཡག་རྒྱུ་མེད་པར་ཁྱོ་བོ་དེས་ཉིན་དང། སྨན་ཁང་ནང་གི་འཚང་ཁ་ཆེ་བའི་སློབ་ཐབ་སྟེང་དུ་པགས་བཙོས། དེའི་ཐོག་གྲིབ་མ་སེར་པོ་ཞིམ་མདོག་ཁ་པོ་ཞིག་བརྒྱབ་སྟེ་ལྟོ་དུས་གསུམ་འགྱུར་བ་གང་ཡང་མེད་པར་པགས་བཙོས་བསྡད་ཀྱི་ཡོད། སྐྱོ་བོ་དེས་ཉིན་གང་བྱ་ནག་འཐུང་བ་ལས་བྱ་སུ་མ་འཐུང་བ་མ་མཐོང་ལ། ཁོའི་བྱ་ཕོ་ནང་མར་འགྲོན་བུ་ཙམ་ཞིག་བརྒྱབ་པ་ཡང་མ་མཐོང། འོན་ཀྱང་རང་གི་བཟའ་ཟླའི་པགས་བཙོས་ནང་མར་བརྒྱབ་པའི་སྐབས་སུ་ཁོས་ཤོག་མདོག་ཁ་པོ་ཞིག་གཡོས། སྐབས་རེར་བུད་མེད་དེས་ཟ་མི་འདོད་པའི་རྣམ་འགྱུར་བསྟན། ཞེས་སྨྲེང་བའི་སྣ་བསྙལ་བའི་སྐབས་སུ། སྐྱེས་པ་དེས་བརྩེ་བ་ཟབ་མོས། ཨ་མ། རིག་པ་བསྒྲིམས་ནས་ཟོ་དང་གཟུགས་པོ་གལ་ཆེ། ཞེས་ངང་རྒྱུད་རིང་པོས་ཐུར་མའི་ནང་རྡ་ཁ་ཆུང་ཆུང་རེ་བཟོས་ཏེ་མོའི་ཁ་ལ་སྟེར། ཁོ་མོ་ཟ་འདོད་མེད་ཀྱང་རང་གི་བཟའ་ཟླའི་ཨུ་ཚུགས་བཟློག་མ་ནུས་པར་མིག་གཉིས་བཟི་བ་ཁྲུམ་ཁྲུམ་དུ་རང་གི་བཟའ་ཟླའི་གདོང་ལ་བརྩེ་བ་ཆེན་པོས་ལྟ་ཞིང། ཁ་ལ་ཉན་པའི་བུ་མོ་ཆུང་ཆུང་ཞིག་དང་འདྲ་བར་པགས་བཙོས་ཁྱུར་མིད་དུ་གཏོང་གི་ཡོད། གཡས་གཡོན་གྱི་ནས་ཁང་ལས་ཕྲུ་གུ་ངུ་བའི་སྒྲ་དང་ནས་སྒོ་རྒྱག་མཁན་གྱི་སྒྲ་འུར་ཐིང་ངེ་ཡོད་ཀྱང་ཁོ་ཚོའི་ནས་ཁང་དུ་ཞོགས་པ་སྨན་པས་བརྟག་དཔྱད་བྱེད་པར་ཡོང་བ་ཕུད། དེ་མིན་སྨན་གཡོག་མ་གཏོགས་ཡོང་མཁན་མེད་པས་ཁོ་ཚོའི་ནས་ཁང་དེ་ཁ་ཁུ་ཧ་ཅང་སིམ། སྐབས་རེར་སྐྱེས་པ་དེ་གཉིས་ཅོག་བརྒྱབ་སྟེ་རང་གི་བཟའ་ཟླའི་ཐང་ཆུ་རྫོགས་པ་ཡང་ཤེས་ཀྱི་མེད་པས་འཛུམ་སྐྱིད་ཀྱིས་སྐད་ཆུང་ངུས་ཨ་ཕོ་ཞེས་འབོད་པ་དང་སྐྱེས་པ་དེའི་ཚེ་སྣང་དང་བཅས་ཏེ་ཡང་གཉིད་ཤོར་འདུག་ཅེས་བཤད་རྗེས་སྨད་གཡོག་འབོད་པར་འགྲོ་གི་ཡོད། ཕྱི་དྲོར་ཐང་ཆུ་མེད་པས་དམིགས་བསལ་གྱི་ལས་ཀ་གང་ཡང་མེད། སྐྱེས་པ་དེས་ཆུ་མུག་མུག་གི་སྒྲོལ་མ་ཉི་ཤུ་རྩ་གཅིག་བཏོན་གྱིན་ལོ་རྒྱུས་རིང་པོས་རང་གི་བཟའ་ཟླའི་མགོ་ལས་ཤིག་དང་སོ་མ་དཀྲུག་གིན་བསྡད་ཀྱི་ཡོད། མོའི་མགོ་ཐོག་ཏུ་རང་གི་ཁྱོ་བོའི་ལག་པ་རེག་སྐབས། མོས་བློ་བདེ་མདོག་ཁ་སྤུས་གཉིས་སྐྱིད་པོ་ཞིག་ཁུག་སྟེ་སྣ་ཁུང་ལས་སུར་སྒྲ་ཐོན་གྱི་ཡོད་པ་རེད། དེ་མིན་ན་འགུལ་ཙམ་ཡང་མི་བྱེད་པར་མིག་ཆེན་པོ་ཞིག་གིས་ཁོང་གི་ཕྱི་ལ་བལྟས་ནས་མོའི་གདོང་ལས་སྐྱིད་སྣང་ཞིག་འགོག་མེད་དུ་མངོན་གྱི་ཡོད། སྐྱེས་པ་དེས་ཁ་འདོན་ཆད་མེད་འདོན་པ་ལས་གཞན་གྱི་སྐད་ཆ་མང་པོ་ཤོད་ཀྱི་མེད། འཇིག་རྟེན་ཁམས་ལ་ཚངས་ཏེ་དཀོན་ཞེས་པའི་རྣམ་སྨིན་གཏམ་དཔེ་དེ་ཤིན་ཏུ་བདེན་ཞིང་ཞིང་པ་བཟའ་ཚོ་དེ་ཉིད་བསིལ་ཆ་ངང་པ་བཞིན་དུ་བརྩེ་དུང་ཟབ་པའི་ཁྱོ་ཤུག་ཟུང་ཞིག་ཡིན་ན་ཡང་རང་ལ་དགོས་པའི་དཔང་གི་བུ་ཞིག་མ་བྱུང། ཁོས་བླ་མའི་བཀའ་བཞིན་ཉིན་རེར་སྒྲོལ་མ་ཉི་ཤུ་རྩ་གཅིག་ལོ་གྲངས་འདོན་ཕྱག་དང་མཆོད་འབུལ་རང་ནུས་ཀྱིས་ཅི་ལྕོགས་བྱས་ཀྱང་གང་དག་ངན་ཤོ་རྐྱང་བྱེད་ཀྱི་ཡོད། ད་རེས་ངས་ཁོ་བ་དང་ཁོ་གཉིས་ཀྱི་རྒན་རབས་ཀྱི་བསླབ་ཚེ་ལ་ཉན་ཏེ་ཁོ་ཚོའི་ལུང་པའི་བུ་ཡི་ལས་གནས་མཆོད་རྟེན་ལ་འབུམ་སྒོ་བསགས། བཀྲ་ཤིས་རྟེན་འབྲེལ་ཆེད་དུ་ཁོ་གཉིས་ཕན་ཚུན་དཔའ་ཕག་ཨ་མ་ཞེས་འབོད་ཀྱི་ཡོད། འོན་ཏེ་ངའི་ཤོར་བ་དེ་ལང་ཤོར་སོང་སྟེ་ད་རེས་ཡང་ངའི་ཤོར་བས་མ་ཚད། ཨ་མའི་སྲོག་ཀྱང་ཤོར་ལ་ཉེ་བའི་ཚད་དུ་སླེབས། ཁོ་གཉིས་སྐོར་གྱི་དོན་དག་དེ་དག་ནི་ཁ་གྲག་རྒྱུར་མི་དགའ་བའི་སྐྱེས་པ་དེར་ཇུས་ཏོག་ཚ་ལ་ཁ་བདེ་བའི་ནད་གཡོག་གིས་རྩྭ་རྩྭ་ལུང་ལུང་རྒྱུ་མ་ཕོ་འདི་བཞིན་འབྲི་སྐབས་མོའི་ཞོར་ལ་ཤེས་པ་ཞིག་ཡིན། ཉིན་ཞིག་བུད་མེད་དེ་ཙོག་ཙོག་བྱས་ཏེ་སྡོད་པའི་སྐབས་སུ་ཁྱོ་བོ་དེས་ངག་འཇམ་པོས། འདི་ལས་ཀ་གང་ཡང་ལས་རྒྱུ་མི་འདུག་པས་ངས་ད་ཐེངས་སྨན་ཁང་དུ་སྡོད་པའི་གོ་སྐབས་དེ་དང་བསྟུན་ཏེ་ཁྱོད་ཀྱིས་མགོ་བོའི་ཤིག་བཏོན་ཆོག། ཅེས་བརྩེ་བ་ཆེན་པོས་བཤད། དེར་རི་བོད་མེད་དེའི་གོས་ཙམ་བྱས་ཏེ་སྐད་ཤུགས་ཆུང་ངུས་ད་གཡུག་ཞོག་ཁྱེད་རང་དཀའ་ལས་ཁག་རོགས་རེད། ད་ལྟ་ཐོན་པའི་དབང་དུ་བཏང་ཡང་ཕ་ཡུལ་ལ་སླེབས་ན་གཞིས་སྤྲུགས་པའི་དུས་ཁོམ་མེད་པས་ཡང་བསྐྱར་ཤིག་ཚང་བསགས་རེད། དེ་ལས་ངའི་ཟུར་འདི་རུ་འཁྱུག་ཙམ་ཉོན། ཞེས་ཉལ་ཁྲིའི་ཟུར་དུ་ཉལ་དུ་བཅུག་རྗེས་ཁོའི་སྐེད་པ་ནས་ལྡེ་མིག་ཆག་པ་ཅིག་དང། རྣོ་མེད་པའི་སེམས་སྡུག་ཅིག་ཡོད་པ་དེ་བླངས་ཏེ་ཁོའི་རིང་ལ་སུབ་ཏུ་དྲེག་པས་ཁེངས་པའི་སེན་མོ་ཞིབ་ཚགས་པོས་གཏུབ་ཀྱིན་བསྡད། འཛུམ་སྐྱིད་ཀྱིས་མལ་སའི་གསུམ་ནས་ལྐོག་ཏུ་ཁོ་གཉིས་ལ་བལྟས་ཏེ་བུད་མེད་འདི་ཡང་བསོད་ནམས་ཅན་ཞིག་རེད། མོ་ལ་བྱམས་པའི་ཁྱོ་བོ་ཞིག་ཡོད་འདུག་འོན་ཏེ་ང་ནི་ལས་མི་དག་པའི་བུ་མོ་ཞིག་རེད་བསམས་ཏེ་ཡིད་སྐྱོ་བའི་མིག་ཆུ་ལྷུང་ལྷུང་དུ་ཤོར། སྨན་ཁང་ནས་ཐོན་རྗེས་མོའི་ཤ་རིས་ལ་མིག་ཀྱང་ཀོང་དུ་བསྡིབས། རྒྱུན་དུ་སྐད་ཤུགས་ཆེ་ལ་སྐད་ཆ་བཤད་རྒྱུར་དགའ་བའི་འཛུམ་སྐྱིད་གློ་བུར་དུ་ཁ་གྲག་རྒྱུར་ཧ་ཅང་མི་དགའ་བ་ལྟ་བུ་ཞིག་ཏུ་གྱུར། དེ་ལྟར་ཁྱིམ་དུ་ཟླ་ཤས་བསྡད་རྗེས་འཛུམ་གྱིས་དཔེ་ཁུག་འཁྱེར་ཏེ་སློབ་གྲྭར་ཕྱིན། མོས་ད་ཐེངས་ནི་སློབ་གྲྭར་ཡག་པོ་སོང་སྟེ་སློབ་མ་བཟང་པོ་ཞིག་བྱ་རྒྱུའི་ཆོད་སེམས་བཅངས་ཏེ་ཕྱིན་ཀྱང། མ་གཞི་ཨ་མས་སྔ་ས་ནས་དགེ་རྒན་ལ་མོ་ནས་དགོངས་ཞུས་ཟིན་ཀྱང་དགེ་རྒན་དང་སློབ་གྲོགས་ཚོས་དོགས་མི་བདེ་བའི་མིག་གི་ལྟ་སྟངས་དེས་མོའི་མིག་ལ་ལྷག་པར་གཟན། སྐབས་རེར་སློབ་གསེང་དུ་སློབ་ཕྲུག་ཚོས་ཅི་ཞིག་ཤུབ་ཤུབ་ཏུ་སྨྲས་ཀྱང་མོ་མཐོང་ན་ལམ་སེང་གཡོལ་ཏེ་སྐད་ཆ་གཞན་ལ་རྒྱུག་གི་ཡོད། ད་ཆ་འཛོམས་ཀྱི་ཁྱིམ་དང་སློབ་གྲྭ་གང་དུ་སོང་ཡང་མོ་ལ་སེམས་གསོ་བྱེད་མཁན་མེད་ལ་ལྷག་པར་དུ་དགེ་སློབ་ཚོའི་རྒྱུན་ལྡན་མིན་པའི་མི་གི་ལྟ་སྟངས་དེས་མོའི་སྙིང་ལ་མདའ་མོ་ཕོག་པ་བཞིན་གྱི་ན་ཟུག་བཏང་སྟེ་བཟོད་དཀའ་ལ་སྡོད་མི་བཟོད་པ་ཞིག་ཡོང་གི་ཡོད། ད་ནི་དགེ་སློབ་ལ་ལའི་རྣམ་འགྱུར་དེ་མཐོང་འདོད་མེད་ལ་ཨ་མའི་རྫོགས་རྒྱུ་མེད་པའི་གཏམ་ཉོག་དེ་ཡང་ཉན་འདོད་མེད་པས། གཟའ་འཁོར་གཅིག་སོང་རྗེས་མོ་ཁྱིམ་ནས་རྡོག་ཐོན་བཅད། རླངས་འཁོར་ཐོག་ཉིན་མཚན་འགའ་བསྡད་རྗེས་ལྷས་སར་སླེབས། ཟང་ཟིང་ཆེ་ལ་འདུ་འཛི་ཆེ་བའི་ལྷས་སར་མོ་ལ་ཆ་རྒྱུས་གང་ཡང་མེད་པས་ཉིན་ཤས་ཤིག་མགྲོན་ཁང་ཆུང་ཆུང་ཞིག་ཏུ་བསྡད་དེ་ཉིན་མོ་བར་སྐོར་སོགས་སྲང་ལམ་གང་སར་ཉུལ་ཏེ་བསྡད། ཁྱིམ་ནས་འཁྱེར་བའི་དངུལ་རྫོགས་ལ་ཉེ་བའི་སྐབས། རང་ཁ་རང་གསོ་བྱེད་པའི་བསམ་བློ་ཞིག་འཁོར་ཏེ་ཁྲོམ་གཞུང་དུ་ལས་ཀ་འཚོལ་བར་སོང་ཡང་ཕལ་ཆེ་བ་ཟ་ཁང་གི་ཞབས་ཞུ་མ་བསྡུ་བའི་གསལ་བརྡ་ཡིན། ཟ་ཁང་གི་ཞབས་ཞུ་མ་ནི་མོས་མིང་འཇོན་པའི་མཐར་གྱོན་ཆས་ཚོང་ཁང་ཞིག་གི་གླ་པ་བྱས། གྱོན་ཆས་ཚོང་ཁང་དེ་ཕྱེ་རྒྱུ་མེད་ཀྱང་ཚོང་ཁང་གི་ས་བབ་ཡག་པོ་ཡོད་པས་ཚོང་ཧ་ཅང་གི་བྲིན་ཁ་རྒྱུག་པོ་ཡོད། འཛུམ་གྱིས་ཚོང་ཁང་ནང་སླེབས་པ་ནས་བཟུང་ཚོང་ཁང་གི་ཚོང་དེ་བས་ཡག་ཏུ་སོང། མོ་རྒྱ་སྐད་མཁས་པའི་ཁར་ཕྱིའི་རྣམ་པ་མཛེས་པའི་སྐུ་མགྲོན་ལོ་ཆུང་ཀྲོག་ཀྲོག་དེ་ཚོ་ཆེད་དུ་འཛུམ་སྐྱིད་ལ་དམིགས་ཏེ་གྱོན་ཆས་ཉོ་བར་ཡོང་བ་ལྟར་སྣང། ཐོག་མར་རྒྱ་མོ་སྦྱིན་བདག་དེས་འཛུམ་སྐྱིད་ལ་བསྟོད་བསྔགས་ཀྱི་མཐེ་བོང་སྒྲེང་གིན། ཟླ་མཇུག་ཏུ་མོ་ལ་གླ་ཆ་འཕར་མ་སྤྲད་པ་མ་ཟད་ལྟོ་ཆས་ཀྱང་སྦྱིན་བདག་བཟའ་ཚོ་གཉིས་དང་མཉམ་དུ་ཟ་རུ་བཅུག། རྒྱ་མོས་ཚལ་སྡེར་ལས་ཤ་རྡོག་པོ་དཀྲུགས་ཏེ་འཛུམ་སྐྱིད་ཀྱི་ཕོ་བའི་ནང་དུ་བླུགས་པ་དང། རང་གི་དམིགས་བསལ་ཤོག་སེར་ལས་མོ་གཅིག་པུར་གཏོང་གི་ཡོད། སྦྱིན་བདག་གིས་དམིགས་བསལ་བྱམས་སྐྱོང་ཐོབ་པའི་འཛོམས་སྐྱིད་ཀྱིས་འཁྱག་པས་འཐུམས་པའི་སེམས་ལ་དྲོ་སྐྱིད་ཕྲན་བུ་ཞིག་ཚོར། མོའི་བཞིན་ལས་དུས་ཚོད་རིང་པོ་ཞིག་ཡལ་བའི་འཛུམ་མདངས་དེ་སླར་གསོ་བྱུང། མོའི་མཐོང་སྣང་དོད་པའི་འཛུམ་མདངས་ཀྱིས་སྐུ་མགྲོན་གྱི་བློ་བཀུག་པ་མ་ཟད་སྦྱིན་བདག་སྐྱེས་པ་དེའི་བློ་ཡང་བཀུག། རྒྱ་མི་སྦྱིན་བདག་དེས་འཛུམ་བགྱིས་ལ་བསླབ་པ་གཞན་ལས་ཁ་བརྡ་བྱེད་པ་མང་ལ་བསླབ་པ་གཞན་ལས་མཐོང་ཆེ་ཞིང་མོའི་ཕྱི་ཡི་རྣམ་པ་དང་ལས་ཀའི་འཇོན་ཐང་གང་ཐད་ནས་བསྟོད་བསྔགས་བྱེད་ཀྱི་ཡོད། ཉིན་ཞིག་ཁོས་རྩེད་ཞོར་དུ་མོའི་ལག་པ་ནས་བཟུང་སྟེ་ཕུར་ཕུར་བྱེད་ཀྱིན་བུ་མོ་གཞན་ཚོའི་མདུན་དུ་དངོས་གནས་འདྲ་ས་མི་འདུག་འཛུམ་བགྱིས་ཀྱིས་ལག་པ་འཇམ་པ་གཡུ་དང་འདྲ་བ་དང་མཉེན་པ་ལ་ནི་ལག་པ་ལྟིབ་ཚིག་བརྒྱབ་ན་ཡང་ཆོག་ཕར་བལྟས་པ་ཙམ་གྱིས་མོའི་ལག་པ་ནི་སྲས་མོའི་སྐུ་ཞབས་ཀྱི་ལག་བརྒྱུད་ཡིན་པ་ཤེས། ཡིན་ན་ཡང་ཁྱོད་ཚོའི་ལག་པར་གཏད་པ་ཙམ་གྱིས་གཡོག་མོའི་ལག་བརྒྱུད་རེད་ཅེས་བཤད། སྐད་ཆ་དེ་གོ་བ་དང་འཛུམ་སྐྱིད་ཀྱིས་གདོང་དམར་རྐྱང་ཆགས་ཏེ་རང་གི་ལག་པ་ཤུགས་ཀྱིས་ཕར་འཐེན་གྱིན་ཕ་རོ་ས་རྒྱུ་བགྲེས་པོ་ཁྱོད་ཤི་འགྲོ་ལེ་རེད། ཅེས་རང་གི་ཕ་ཡུལ་གྱི་སྐད་ཐོན་ནས་བཤད་པས་བུ་མོ་རོགས་པ་ཚོ་གད་མོ་ལྷང་ལྷང་དུ་ཤོར། གད་མི་དེས་འཛུམ་སྐྱིད་ཀྱིས་བཤད་པའི་སྐད་ཆའི་དོན་མ་གོ་རུང། གང་ལྟར་རང་ལ་ཁ་ཐུག་བཏང་བར་བསམས་ཏེ་ཁ་བསྐྱེངས་ཏེ་ཐོག་ཁར་སོང། སྐབས་དེར་སླར་ཡང་མོ་ལ་ཕོག་ཐུག་བྱུང་སྟེ་སེམས་གཏིང་ནས་རང་གི་ཕ་ཡུལ་དང་ཕ་མ་སྤུན་མཆེད་ལྷང་ངེར་དྲན། འོན་ཀྱང་ཕ་ཡུལ་དྲན་ཐེངས་རེར་རྒྱུ་འབྲས་མེད་པའི་བྱམས་པ་ཨ་གསར་ཚ་པོ་དེ་དང་ཞེད་སྣང་ཚ་བའི་ཨ་མའི་ངོ་གདོང་མིག་མདུན་དུ་འཁོར་ཡོང་བས་མོའི་མར་ཁར་ཚ་ཤོས་པ་ལྟར་གྱི་ན་ཟུག་བཏང་གི་ཡོད། དེ་དང་བསྟུན་ཏེ་ཕ་ཡུལ་དྲན་པའི་སེམས་ཀྱང་རང་སར་ཞི། རྒྱ་མི་སྦྱིན་བདག་དེས་བསྙད་རྫས་འབྱིད་ཐབས་བཟང་ཤོས་ནི་སྐུ་མགྲོན་ཚོར་མཚོ་ངོ་སྤྲོད་བྱས་ཏེ་ཚ་ཚ་འུར་འུར་ངང་གྱོན་ཆས་ཚོང་གིན་ཉི་མ་འཁྱོལ་ཐབས་བྱ་རྒྱུ་དེ་རེད། ཚོང་ཁང་གི་ཚོང་སྔར་བཞིན་བྲིན་ཁ་རྒྱུག་པས་སྦྱིན་བདག་རྒྱ་མོ་དེས་མོ་ལ་སྔར་ལས་ལྷག་པའི་གཟིགས་སྐྱོང་བྱས་ཏེ་ཚོང་ཁང་ནང་གི་གྱོན་པ་ལས་མོའི་བློ་ལ་འགྲོ་བ་ཞིག་གྱོན་ཆོག་པའི་སྣང་བ་སྤྲད་པ་མ་ཟད། བྱ་དགའི་དངུལ་ཡང་བུ་མོ་གླ་པ་གཞན་ལས་དམིགས་བསལ་གྱིས་མཐོ་བ་སྤྲོད་ཀྱི་ཡོད། འོན་ཏེ་ད་ཅོག་ཆགས་སུ་རླུང་བུས་མི་འཇུག་པ་དང་ཕོ་རོག་སྟོད་དུ་ལྷ་འདྲེས་མི་འཇུག་པའི་དཔེ་ལྟར། རྒྱ་མོ་ཕྱི་ལ་དོན་དག་འགྲུབ་པར་སོང་ཚེ་རྒྱ་མི་སྦྱིན་བདག་མིག་ཆུང་ལ་སྨྲ་བ་དེས་དོན་དག་འདྲ་མིན་ལ་ཁ་བཏགས་ཏེ་འཛུམ་གྱིས་སྟེང་ཐོག་ཏུ་འབོད་པར་བྱེད། ཁ་སྔོན་འཛུམ་སྐྱེས་ཀྱིས་ཁོའི་བསྡུས་ཚུགས་མེད་པའི་ལག་པ་ཤུགས་ཀྱིས་འབུད་པ་མ་ཟད་གདོང་ནག་པོས་ཁོ་ལ་སྡིགས་མོ་བྱས་པས་ད་ལྟ་ཁོས་མོ་ལ་གང་བྱུང་འཇུ་མ་ནུས་ཀྱང་རང་གི་འཁྲིས་སུ་སྡོད་དུ་བཅུག་པ་དང་ཁོ་ལ་ཆུ་དྲག་བླུག་ཏུ་བཅུག་སྟེ་སྦྱིན་བདག་གི་ཉམས་ཤིག་སྟོན་པ་བྱེད། ཚུལ་དེར་འཛུམ་གྱིས་མ་སྨོས་པས་ཆུ་ཕོ་བ་ལུས་ལུས་གང་བླུག་ཅིག་རྣམ་འགྱུར་གྲང་ཤུར་ཤུར་ངང་དོན་དག་གཞན་མེད་ན་ང་ཤོད་དུ་འགྲོ་གི་ཡིན་ཟེར་བ་དང། ཁོས་འཚབ་འཚུབ་ངང་རྐུབ་སྟེགས་ལས་ཡར་བླངས་ཏེ་མོའི་ལག་པ་ནས་འཇུས་ཏེ། ཁྱོད་ཀྱིས་ངའི་བཟོ་མོ་བྱས་ན་ངས་ཁྱོད་ལ་གྱོང་མེད་པ་བྱས་ཆོག་ཅེས་ཞུ་བ་འབུལ་བའི་སྐབས་སྦྱིན་བདག་རྒྱ་མོ་དེ་ལོག་ཡོང་བ་དང་སྐབས་ཁེལ་ཏེ་རྒྱ་མོ་དེས་མིག་མདུན་གྱི་ཚུལ་དེ་མཐོང་བ་དང་རྒྱུ་མཚན་གང་ཡང་མ་དྲིས་པར་འཛུམ་སྐྱིད་ཀྱིས་འགྲམ་པར་འགྲམ་ལྕག་ཚ་ཐག་ཆོད་ཅིག་གཞུས་ཏེ་ནི་ཀྲི་ཀ་ཅན་ཧོ། ཅེས་བཤད། འཛུམ་སྐྱིད་ཀྱིས་ཚམ་ཚོམ་མེད་པར་རྒྱ་མོའི་འགྲམ་པར་དེ་ལས་ཚ་བའི་འགྲམ་ལྕག་ཅིག་གཞུས་ཏེ་རྒྱ་སྐད་ཀྱིས་ཐོག་ནས་ཁྱོད་ཀྱིས་ཁྱོ་གའི་མདོག་འདིར་ཅིག་ལྟོས་དང། ངས་ཁོ་འདྲ་བ་ཞིག་ལ་ཁ་ཡ་བྱས་པ་ཡིན་ན་ང་ཚོ་བོད་ལ་སྐྱེས་པ་རྫོགས་པའི་རྟགས་རེད། ཉིན་དེ་དག་གིས་ངའི་གླ་ཆ་རྩིས་རྒྱོབ་ཤོག་ང་སྐྱུག་བྲོ་བའི་མི་འདི་འདྲ་མཐོང་ཐོས་མི་འདུག་ཅེས་བཤད། རླུང་གིས་བཟི་བའི་རྒྱ་མོ་དེ་ཁ་སུ་ནས་ལྦུ་བ་སོབ་སོབ་ངང་རྫོགས་རྒྱུ་མེད་པ་ཞིག་བཤོལ་རྐྱེན་རྒྱ་ལོ་ཁ་ཤས་འཛུམ་སྐྱིད་ཀྱི་གདོང་ལ་གཡུགས། འཛུམ་སྐྱིད་ཀྱིས་རང་ལ་བདག་པའི་དངུལ་དེ་ས་སྟེང་ལས་སྒྲུག་སྟེ་ཁུག་མའི་ནང་བླུགས། དེ་རྗེས་ཁོ་གཉིས་ལ་ཐུགས་ལྷོད་ཞིག་བརྒྱབ་སྟེ་དེ་ལས་ཁྱེད། འཛུམ་གྱིས་སླར་ཡང་ཐོག་མར་གྲོང་ཁྱེར་ནང་འཇུག་སྐབས་དང་འདྲ་བར་ཉིན་ལྟར་སྲང་ལམ་ཉུལ་ཏེ་ལས་ཀ་འཚོལ་བར་སོང་ཡང། མོའི་བློ་ལ་བབས་པ་ཞིག་མ་རྙེད། ཤུགས་ལས་ནི་མོས་མིན་འཇོན་ལ་བྱེད་ཀྱང་མི་འདོད། ད་ཆ་སླར་ཡང་དཀའ་སྤྱད་དོད་པའི་སློབ་ཁང་དེ་དྲན་ཏེ་རང་གིས་རང་ལ་གཅེས་པོ་མ་བྱས་པར་འགྱོད་པ་དྲག་ཏུ་སྐྱེས། འོན་ཀྱང་ཕ་ཡུལ་དང་རང་གི་ཕ་མའི་འཁྲིས་སུ་ལོག་པའི་བསམ་བློ་ནི་རྩ་བ་ནས་མི་འཁོར་བས། རང་གིས་རང་ལ་ཡ་མཚན་ཡང་སྐྱེས། མོའི་བསམ་པར་གཅིག་བྱས་ན་རང་ཉིད་ཀྱིས་ཧ་མ་གོ་བའི་ལན་པ་རེད། ཡང་མིན་ན་ཨ་མས་བསམ་གཞིགས་མི་ཐུབ་པའི་ལན་པ་ཡིན་གྱི་རེད། གང་ལྟར་ངག་རྒྱུན་དུ་ང་རས་ཉན་པོ་མ་བྱས་ཨ་མས་བྱམས་པོ་མ་བཅོལ་ཞེས་པའི་གཏམ་དཔེ་དེ་ངའི་ལུས་ཐོག་ལ་དངོས་སུ་བྱུང་སོང་ཨང་བསམས་ཏེ། སེམས་ཀྱི་གཏིང་ནས་དྲང་ཤུར་བརྒྱབ། ཕ་ཡུལ་དུ་མི་ལོག་རྒྱུའི་སེམས་ཐག་བཅད་ཀྱང་ལས་ཀ་ཞིག་མ་བཙལ་ན་འཚོ་གོས་ཀྱི་རྟེན་མེད་པས་སླར་ཡང་བཏུང་བྱ་གྲང་མོ་འཚོང་ས་ཞིག་ཏུ་ཞབས་ཞུ་མའི་ལས་ཀ་ཞིག་རྙེད། དེར་སྔོན་མ་ནང་བཞིན་གྱི་གླ་ཆ་མཐོ་པོ་མེད་ཀྱང་ཉིན་རེའི་ལྟོ་ཐེངས་གཉིས་སྟེར་གྱི་ཡོད་པས་ཁོ་མོ་ལས་ཀ་དེར་ཧ་ཅང་མོས་པོ་བྱུང། ད་ལྟ་མོས་ལྷ་སའི་སྐད་སྙན་ལ་སྒྲ་དག་པ་ཞིག་བཤད་ཤེས་ཀྱི་ཡོད་པས་སྐུ་མགྲོན་ཚོར་ལྷན་རྒྱས་ཡར་ཕེབས་ཞུ་གདན་འཇགས། ཁྱེད་རང་ག་རེ་ཆོས་གནང་ཁ་ཞེས་སྐུ་མགྲོན་རྣམས་ལ་སྙན་པའི་ངག་དང་འཛུམ་པའི་བཞིན་གྱིས་བསུ་བས་སྐུ་མགྲོན་ཚོས་དགའ་པོ་བྱེད་པ་མ་ཟད་སྐུ་མགྲོན་འགའ་རེས་ཁ་སོང་པོར་བཤད་དེ་བུ་མོ་རང་ལྷ་ཡི་སྲས་མོ་ལྟར་གྱི་མཚར་པོ་འདུག་ཅེས་བརྗོད་སྐབས་མོའི་བཞིན་རས་ཀུ་ཤུ་ལྟར་དམར་པོར་ཆགས་ཏེ་མགོ་བོ་དུད་དེ་སྦྱིན་བདག་ལ་ལྟ་ཙམ་བྱེད་པ་ཡིན། སྐུ་མགྲོན་གྱིས་འཛུམ་དཀྱིལ་གྱི་རྣམ་པ་དང་ཞབས་ཞུར་བསྟོད་བསྔགས་གཏོང་རིམ་བཞིན། སྦྱིན་བདག་བུད་མེད་བག་དྲོ་དེ་མོའི་མདུན་དུ་བཅར། མོའི་མགོ་བོར་བྱུག་ཙམ་བྱེད་ཀྱིན་བུ་མོ་རང་དགའ་ཚོར་ཅི། མི་ལུས་རིན་པོ་ཇི་ཐོབ་པ་ཞིག་ལ་ཕྱི་ཡི་རྣམ་པ་མཛེས་ན་ཀུན་གྱིས་དགའ་བར་བྱེད་པ་དང་གཅེས་པར་བྱེད་པ་ཡིན། ཕྱུགས་ཟོག་ཡིན་ཡང་སྤུ་ཁྲ་ལེགས་པ་ཞིག་བྱུང་ན་ཀུན་གྱིས་དགའ་བར་བྱེད་པ་དང་གཅེས་པར་བྱེད་པ་མ་ཡིན་ནམ་ཞེས་བཤད་པས། མོས་ཁ་ནས་ཅི་ཡང་མ་བཤད་རུང་སེམས་ནང་དགའ་ལྷང་ལྷང་དང་དྲོ་སོབ་སོབ་ཀྱི་སྣང་བ་རེ་ཆགས་ཀྱི་ཡོད། བཏུང་བྱ་ཁང་དེ་ཞོགས་པའི་ཆུ་ཚོད་བཅུ་གཉིས་ཙམ་ལ་གཞི་ནས་སྒོ་ཕྱེ་བ་ཡིན། ཉིན་ཞིག་ལ་དགེ་ལ་སེར་གྱི་རག་རྟགས་སྦོམ་པོ་ཞིག་བཏགས་སྐྲ་སེར་པོ་བཟོས་པའི་གཞོན་ནུ་ཞིག་སྒོ་ཕྱེ་མ་ཐག་ནང་ལ་འཛུལ་ཡོང་ནས་བཏུང་བྱ་གྲང་མོ་གང་བླངས་ཏེ་བསྡད། འཛུམ་སྐྱིད་ཀྱིས་སྔོན་ལ་གཞོན་ནུ་དེར་དོ་སྣང་མ་བྱུང་ཡང་ཁོ་དེར་ཡུན་རིང་བསྡད་དེ་གུང་ཚིགས་ཀྱི་དུས་སུ་ཡང་དེ་ནས་མ་སོང་བར་བསྡད་ཡོད་པས་ད་གཟོད་མོས་གཞོན་ནུ་དེར་བལྟས་ཏེ་བྱུ་ལགས་ད་དུང་ག་རེ་ཆོད་དམ། ཉིན་གུང་ཞལ་ལག་མཆོད་པའི་དུས་ཚོད་སླེབས་འདུག་ཡིན་ན་ཡང་ང་ཚོའི་དེ་ཀེག་དང་འཐུང་ཆ་མ་གཏོགས་གཞན་གྱི་མཆོད་ཡས་མེད་ཅེས་བཤད། ཁོས་འཛུམ་སྐྱིད་ཀྱི་བཞིན་ལ་འབུར་ཚུགས་སུ་བལྟས་ཏེ་ག་རེ། ད་དུང་མ་ཤི་དགོས་བྱེད་ཀྱི་ཡོད་དམ། ངས་ཉིན་གང་བོར་ཁྱོད་ཀྱི་གདོང་ལ་བལྟས་ནས་བསྡད་ན་ལྟོ་ཆས་ཟ་གོ་མི་འདུག། ཅེས་བཤད། མོས་དགུན་ཆུང་ཞིག་བསྐྱལ་ཏེ་ཇོ་ལགས་ཁྱེད་རང་གིས་ཞལ་ཤོབ་ཚར་བ་ལ་ངའི་གདོང་ལ་གཟིགས་རྒྱུ་ག་རེ་ཡོད། ཀུན་དང་མི་འདྲ་བ་གང་ཡང་མེད། གང་དག་ཁ་མིག་ཁྲིད་དང་སྣ་ཁུང་གཞུང་ལ་ཡོད། ཅེས་ཀུ་རེ་དང་སྦྲགས་བཤད་ཀྱང། གཞོན་ནུ་དེས་ཧ་ཅང་སྒམ་པོས། ཁྱོད་ང་ལ་ད་བར་འཕྲད་པའི་བུ་མོ་མང་པོའི་ཁྲོད་ཀྱི་ཐོག་ནང་དུ་ཤོས་དེ་ཡིན་པས་ངེད་གཉིས་ངོ་ཤེས་ཤིག་བཏང་ན་ག་འདྲས་འདུག། འདི་ངའི་ཁ་པ་ཨང་གྲངས་ཡིན་ཁྱོད་ཀྱི་ཁ་པ་ཨང་གྲངས་ཀྱང་ང་ལ་འགོག་ཡོད་ཅེས་བཤད། འཛུམ་སྐྱིད་ཀྱིས་ཁོའི་ཁ་པར་གྱི་ཨང་གྲངས་དྲིས་པའི་ཤོག་ལི་དེ་ལེན་གྱིན། ཡིན་ན་ཡང་ང་ལ་ཁ་པར་མེད་ལ་ཁ་པར་གྱི་ཨང་གྲངས་དེ་བས་ཀྱང་མེད་ཅེས་བཤད། སྐབས་དེར་གཞོན་ནུ་དེའི་བསམ་པར་མོས་ང་ལ་སྐྱག་རྫུན་བཤད་བྱུང་སྙམ་སྟེ་ཁོང་ཁྲོ་ཆེན་པོ་ལངས་ཏེ་ཁ་ནས་ཅི་ཡང་མ་བཤད་པར་དེ་ལས་གྱེས། ཉིན་གཉིས་པར་ཁོང་སྔར་བཞིན་ལྟུང་བྱེད་ཁང་དུ་སླེབས་བྱུང་ཡང། དེ་ཉིན་ཁོ་ཡོང་བ་འཕྱི་བས་ལྟུང་བྱེད་ཁང་ནང་ཁུང་ཁྲུན་གྱིས་ཁེངས་ཡོད་པས་ཁོས་སྔོན་ལ་ཟུར་གྱི་རྐུབ་སྟེགས་ཤིག་གི་སྟེང་དུ་བསྡད་དེ་འཛུམ་གྱིས་རང་གི་འཁྲིས་སུ་ཡོང་བའི་རེ་བ་བཅངས་ཀྱང། ཞབས་ཞུ་མ་གཞན་ཞིག་ཁོའི་སར་བཅར་ཏེ་ཁོ་ལ་ག་རེ་དགོས་མིན་སྐད་ཆ་འདྲི་སྐབས། ཁོས་འཛུམ་གྱིས་ལ་མཛུབ་མོ་བཙུགས་ཏེ། ང་ལ་ཞབས་ཞུ་མ་ཕ་གི་སྒོ་ཡོད་ཅེས་སྐད་ཅོར་བརྒྱབ། ཕོ་གསར་དེས་སྐད་ཅོར་རྒྱག་པ་འཛུམ་སྐྱིད་ཀྱིས་ཐོས་ཏེ་རྟབ་རྟབ་པོར་ཁོའི་མདུན་དུ་བཅར་ཏེ་ཁྱེད་རང་ག་རེ་མཆོད་མཁན་ཡིན་ནམ་ཞེས་ངང་རྒྱུད་རིང་པོས་དྲིས། ཁོས་འཛུམ་སྐྱིད་རང་གི་འཁྲིས་སུ་འཐེན་པ་དང་མོའི་དཔུང་པའི་སྟེང་རང་གི་ལག་པ་བཞག་སྟེ་ཁྱོད་ཀྱིས་དོ་སྣང་མ་བྱུང་བ་མ་གཏོགས་ངས་ཁྱོད་མཐོང་བའི་ཉིན་ནས་བཟུང་ངས་མོའི་ལྟོ་ལ་བཅུད་མེད་ལ་མཚན་མོའི་སྙིགས་དེབ་ཀྱང་བཅག་སོང། ད་ཁྱོད་ཀྱིས་ངའི་དགའ་རོགས་བྱས་ན་ངའི་ན་ཚ་དྲག་སྐྱེད་ཡོང་གི་རེད། ང་ལ་དངུལ་གྱི་ཐོགས་པ་མེད་པས་ངས་ཁྱོད་ད་ལྟ་ནང་བཞིན་ཞབས་ཞུ་མ་བྱེད་མི་དགོས་པར་ནང་དུ་ལྕམ་སྐུ་ཤོབ་ཀྱི་འཚོ་བ་སྐྱེལ་དུ་བཅུག་གི་ཡིན་ཞེས་བཤད། འཛུམ་གྱིས་ངོ་ཚ་བའམ་ཁ་འཁྱིང་བ་ལྟ་བུ་ཞིག་བྱུང་སྟེ་ཁོ་ཤུགས་ཀྱིས་འབོད་སྐྱག་གཏོང་གིན། ང་ལས་ལ་གཡོག་མོ་ལས་མ་དགོས་པར་ལྕམ་སྐུ་ཤོག་ངས་མི་འཇོན་ཁྱེད་རང་ད་ནས་བཟུང་ང་འཛོལ་ཏེ་མ་ཕེབས་རོགས་ཞེས་བཤད། ཁོ་གཉིས་ཀྱི་སྐད་ཆ་དག་ཀུན་གྲོལ་གཞན་གྱིས་གོ་སྟེ་འགའ་རེས་ཡ་མཚན་གྱི་མིག་བརྡ་འཛུམ་སྐྱིད་ཀྱི་ལུས་ཐོག་ཏུ་འཕེན་པ་དང། འགའ་རེས་མུག་ཤུབ་ཤུབ་ཏུ་གཞོན་ནུ་དེ་གུས་ཞབས་མེད་པར་བཤད། མཚམས་དེར་སྦྱིན་བདག་ཕ་གྲོ་པོ་དེ་ཚུར་ཡོང་ནས་གཞོན་ནུ་དེར། བུ། ཁོ་ཚོ་ཚང་མ་གྲོང་གསེབ་ལུང་ཁུག་ནས་ཡོང་སྟེ་གང་ཡང་མ་ཤེས་པའི་བུ་མོ་གཅིག་ཅིག་རེད། ཁོ་ཚོས་ཁྱེད་རང་གི་ལྕམ་སྐུ་ཤོག་ག་པར་ཡོང་གི་རེད། དེ་ལས་མ་གཅིག་པས་ལྷ་མོའི་བྱིན་གྱིས་བརླབས་ཏེ་ལྷས་ས་ལུང་པ་འཛེམ་མེད་ཁེངས་ཡོད་པས། ཁྱོད་ཀྱིས་གྲོང་ཁྱེར་གྱི་བུ་མོ་མཛེས་མ་ཞིག་མནའ་མར་བསུས་ཏེ་རང་གིས་མི་སྨོན་གྱི་འཚོ་བ་བསྐྱལ་ན། ཞེས་ཀུ་རེ་དང་ངོ་དགའ་སྤྲེལ་ལད་ཚུལ་དུ་དེ་ལྟར་བཤད། སྦྱིན་བདག་མས་བཤད་པའི་སྐད་ཆ་ཁོས་མི་གོ་བ་བཞིན་དུ། ཨ་མ་ལགས་ཁྱེད་རང་གིས་དེ་ཚོ་གསུངས་མ་འོག། གཞུང་འདིར་ང་ལ་ག་རེ་དགོས་ཀྱང་ལག་ཏུ་མི་ལོན་པ་མེད། ཁྱེད་རང་གིས་རང་དབང་གླིང་གི་དབང་ཆེན་གོ་མྱོང་ཨེ་ཡོད། ཅེས་དེ་ལས་གྱེས། རང་དབང་གླིང་གི་དབང་ཆེན་དེ་ང་མིག་གིས་མ་མཐོང་ཡང་རྣ་བས་ཐོས་པར་གཞིགས་ན། ཁོ་ཚོའི་གཞུང་དེ་ཡིས་དཀར་ནག་གཉིས་ཀྱི་སེམས་བརྩེ་བའི་འགོ་པ་དེ་རང་ཡིན་པ་དང་ཁོ་རྒྱག་རེས་རྒྱག་པར་དགའ་ཞིང་སུ་ལ་རྒྱག་རེས་ཞུ་རེས་ཐུག་ཀྱང་ཁོ་རྒྱལ་བ་ཡིན། རྒྱུན་དུ་ཁོས་ལག་ངར་སྟེང་དུ་ཕྲེང་བ་ཞིག་བརྒྱུས་ལྟོས་ཁོས་སླེབས་གོན་བརྒྱབ་སྐེད་པར་གྲི་རིང་པོ་ཞིག་བཏགས་ཏེ་གོམ་པ་ལང་ལིང་སྤོས་ཏེ་རྫིག་ཉམས་དང་བཅས་ཏེ་འགྲོ་བ་ཡིན། སྐབས་དེར་སྤྱི་ཚོགས་སྟེང་གི་ཚོང་པ་ཚོས་གཞན་ལས་བུ་ལོན་མ་རེག་ཚེ་ཁོ་བུ་ལོན་དེད་པར་སླ་བ་ཡིན། གོ་ཐོས་ལྟར་ན་ཁོ་བུ་ལོན་དེད་པར་འགྲོ་སྐབས་གཤམ་འོག་གི་ཨབ་ཕྲུག་ཁ་ཤས་ཁྲིད་དེ་བུ་ལོན་ལེན་སའི་སྒོ་རྡུང་བ་ཙམ་གྱིས་དངུལ་བུན་ལམ་སེང་ལེན་ཐུབ་ཀྱི་ཡོད་ཟེར་སྲོལ་ཡོད། མི་འདི་འདྲ་ཞིག་གིས་འཛུམ་སྐྱིད་ལ་སེམས་ཤོར་ཚེ་ཁོས་ཅི་ཡང་བྱེད་སྲིད་པས་ད་གཟོད་འཛུམ་སྐྱིད་ཀྱིས་ལྷིང་འཇགས་ཀྱི་སེམས་དེ་སླར་ཡང་ཟང་ཟིང་གི་གནས་སུ་གྱར་ཏེ་ལག་པའི་ནང་གི་ལས་ཀ་ཡང་བྱེད་མ་ཐུབ་པར་ཧད་དེ་ལུས། མཚམས་དེར་ལས་རོགས་བུ་མོ་ཞིག་གིས་ཨ་ཅག། ཁྱོད་དེ་འདྲའི་སྐྱིད་ལའང་ཤ་བཟོ་དགོས་ན་ཤ་བཟོ་རུས་བཟོ་དགོས་ན་རུས་བཟོ། ང་ཚོ་ལ་ཁྱོད་དང་འདྲ་བའི་རྣམ་པ་མེད་པས་མིའི་མིག་ལྟ་རྒྱུ་ཕར་ཞོག་ལྟ་ཁུང་ཡང་ལྟ་གི་མི་འདུག་དཀོན་མཆོག་ལགས་ཀྱིས་རིགས་དྲུག་སེམས་ཅན་ཐམས་ཅད་ལ་བཏང་སྙོམས་གནང་གི་ཡོད་ཟེར་ཡང་གང་ལྟར་འདྲ་མཉམ་གནང་གི་མི་འདུག་ཅེས་སྨོན་མདོག་བྱེད་བའི་སྐབས་སུ་མོས་དབུགས་རིང་ཞིག་བཏང་སྟེ། ང་དང་ཨ་ཅེ་སྣང་ས་གཅིག་འདྲ་རེད། ཨ་ཅེ་སྣང་ས་ཁ་སྒོ་སྐྱེ་འབྲས་རྩ་བས་མི་འདོད་རི་ནང་དཔོན་གྱི་མནའ་མར་འགྲོ་དགོས་བྱུང། ང་ཡང་ཚང་མ་བཟོ་མཁན་ངའི་རྣམ་པ་འདི་ཡིན། འདི་མེད་ན་ང་ཡང་ད་ལྟའི་གནས་སུ་ལྷུང་དགོས་མེད། ངའི་རྣམ་པ་བགོ་བཤའ་རྒྱབ་རྒྱུ་ཡོད་ན་ངས་སེར་སྣ་མེད་པར་ཁྱོད་ལ་བགོ་བཤའ་རྒྱག་པར་འདོད་ཅེས་བཤད་པ་དེར་བུ་མོ་དེ་ཡ་མཚན་སྐྱེས་ཏེ་མགོ་བོ་འཕྲེད་དུ་གཡུགས། སང་ཞོགས་དེར། བཏུང་བྱ་ཁང་གི་ཁ་པར་གྱི་ཏིར་སྒྲ་ལྷང་ལྷང་དུ་གྲགས་བྱུང། སྦྱིན་བདག་ཕར་འགྲོ་དེ་ཁ་པར་ཉན་པའི་སྐབས་སུ་འཛུམ་གྱིས་མཚོན་མི་ཡིན་པས་མོས་འཛུམ་གྱིས་བོས། བཏུང་བྱ་ཁང་གི་སྒྲིག་སྲོལ་ལ་གེགས་ཀྱི་ཁ་པར་རྒྱག་པ་དང་ཉན་པ་སོགས་བྱེད་མི་ཆོག་པས་འཛུམ་གྱིས་ཀྱི་འཚེར་སྣང་དང་བཅས་སྦྱིན་བདག་ལ་ལྟ་ཙམ་དང། དེ་རྗེས་མོའི་བསམ་པར་ང་ལ་ལྷེ་སར་ངོ་ཤེས་པ་ནི་སུ་ཡང་མེད་བསམས་ཏེ། གཟབ་ནན་ངང་ཁ་པར་ཉན་པའི་སྐབས་སུ། དབང་ཆེན་དུ་འབོད་པའི་གཞོན་ནུ་མགོ་སེར་དེ་ཡིན་པ་ཤེས། མོས་བསུན་སྣང་དང་ཆེད་ཁ་བར་ཤུགས་ཀྱིས་མར་བཞག་དེ་ནས་དུས་ཚོད་སྐར་མ་ཁ་ཤས་རེའི་རྗེས་ལ་ཁ་བར་གྱི་ཏིར་སྒྲ་རེ་གྲགས་ཏེ་རྣ་བ་སུན་དགོས་པར་གྱུར་པས། མཐར་འཛུམ་སྐྱིད་ཀྱིས་ཁོའི་ཁ་བར་བླངས་ཏེ་ངེད་གཉིས་བར་ལ་འཁོན་འགྲས་གང་ཡང་མེད་པར་ཁྱོད་ཀྱིས་ང་འཇགས་སུ་མི་བཅུག་པ་ཅི་ཡིན། ང་སང་ཉིན་ནས་ལས་ཀ་གཞན་ཞིག་འཚོལ་བར་འགྲོ་གི་ཡིན་པས་ཁ་བར་མ་རྒྱག་རོགས་ཅེས་བཤད་རྗེས་ཁ་བར་བཞག། དེའི་མཚན་མོར་འཛུམ་གྱིས་རང་གི་ཀླད་པའི་ཁང་ཆུང་ནང་དུ་སླེབས་རྗེས་མོའི་སེམས་སྟོང་ལྷང་ལྷང་དང་གྲང་ཤུར་ཤུར་དུ་གྱུར། མོས་བསམ་བློ་ཇི་ལྟར་བཏང་ཡང་རང་ཉིད་བཏུང་བྱ་ཁང་དུ་མུ་མཐུད་ལས་ཀ་བྱས་ཏེ་བསྡད་ཚེ་ངོ་ཚ་ཞེ་ཁྲེལ་མེད་པའི་གཞོན་ནུ་དེ་ཐ་བག་གཏོང་མི་སྲིད་ལ་དེ་བས་བཏུང་བྱ་ཁང་གི་ཚོང་ལ་སྐྱོན་ཡོང་རྒྱུ་ཉག་ཅིག་རེད་བསམ་སྟེ་བསམ་བློ་ཡུན་རིང་བཏང་བའི་མཐར་བཏུང་བྱ་ཁང་གི་ལས་ཀ་བློས་གཏོང་བྱ་རྒྱུར་ཐག་བཅད། སང་ཞོགས་དེར་མོས་བཏུང་བྱ་ཁང་གི་སྦྱིན་བདག་ལ་རང་གི་བསམ་ཚུལ་བཤད་པ་དང། སྦྱིན་བདག་བློ་ཕམ་ཚད་མེད་ཀྱིས་ཀྱང་མོས་བཤད་པ་བདེན་པར་མཐོང་སྟེ་མོའི་འདོད་པ་བཞིན་བྱ་རྒྱུར་ཁས་བླངས། འགྲོ་ཁར་འཛུམ་སྐྱིད་ཀྱིས་སྦྱིན་བདག་ལ་བལྟས་ཏེ། ཨ་མ་ལགས་ངའི་རྣམ་པ་འདི་འདྲ་ཨ་ཕྱི་སྣང་ས་ཡིས་བཤད་པ་ལྟར་བྱད་བཞིན་ལེགས་པར་རང་གི་དགྲ་ལ་ལངས་བྱུང། ང་ལྷ་སར་སླེབས་པ་ནས་བཟུང་ངའི་རྣམ་པ་འདི་རྐྱེན་པས་དགོས་པའི་དངུལ་སོགས་མ་ཐུབ་པར་མི་དགོས་མི་ཁ་སྐྱེས་པ་གང་དང་ག་ནས་ཡོང་མིན་མི་ཤེས་པའི་བྱུ་དོ་རི་གནམ་ནས་བབས་ཏེ་ཡོང་གི་འདུག་ངས་བསམ་བློ་དྲུག་གསུམ་བཅོ་བརྒྱད་བཏང་བའི་འབྲས་བུར། ང་དེ་རིང་འདི་ནས་ཐོན་མཁན་ཡིན། ང་ཕྱིན་རྗེས་གང་ལ་འགྲོ་དང་གང་འདྲ་ཡོད་མིན་ང་རང་ལ་ཡང་གདེང་ཚོད་མི་འདུག་ཅེས་མིག་ཆུ་ཁྲུམ་ཁྲུམ་དུ་བཏང། སྦྱིན་བདག་གིས་འཛུམ་སྐྱིད་ཀྱི་མགོ་བོ་ལ་བྱུག་བྱུག་བྱེད་བཞིན། བུ་མོ། ཁྱོད་ལས་མི་ཐར་བ་ཞིག་ཡིན་གྱི་རེད་མ་གཏོགས་རྣམ་པ་མཛེས་པ་ཁྱོད་ཀྱི་ཉེས་པ་ཅི་ལ་ཡིན། ང་ཚོ་མི་ལུས་རིན་ཆེན་བླངས་པའི་རྗེས་གནང་གི་བསམ་པ་བཟང་པོ་ཞིག་དང་ཕྱི་ཡི་རྣམ་པ་མཛེས་ན་དེ་ལས་བཟང་བ་ཞིག་གང་དུ་ཡོད། ཁྱོད་ནི་རྣམ་པ་བཟང་བ་ཁོ་ན་མ་ཡིན་པར་གཞུང་དྲང་ལ་གཡོ་མེད་པ་དང་ལས་ཀ་འཇོན་པ་ཞིག་ཡིན་པས་དཀོན་མཆོག་གི་ཐུགས་རྗེས་གཟིགས་ཏེ་མི་ཚེ་སྐྱིད་པོ་ཞིག་སྐྱེལ་རྒྱུ་ཡོང་བར་ཤོག། རྗེས་སུ་རྒན་མོ་ང་མ་བྱེད་པ་བྱས་ཏེ་སྐྱིད་སྡུག་གང་བྱུང་ཡང་ང་འཚོལ་བར་ཤོག་ཅེས་བཤད། འཛུམ་སྐྱིད་ཀྱིས་མིག་གཉིས་མཆི་ཞག་གིས་གང་བཞིན་དུ་ཕྱི་བལྟས་ཀློག་གིན་འདུག་དེ་ནས་ཁྱེད། འཛུམ་སྐྱིད་སླར་ཡང་རྒྱུས་མངའ་ཆེ་བའི་ལྷེ་སའི་སྲང་ལམ་ཉུལ་བཞིན་རང་ལ་འཚམས་པའི་ལས་ཀ་ཞིག་འཚོལ་བའི་སྐབས་རྒྱ་སེའི་མཚན་མོའི་སྤྲོ་སྐྱིད་ཁང་གི་ཞབས་ཞུ་མ་བསྡུ་བ་དང་སྐབས་ཁྱེད། མོ་ཡང་དཔལ་ཁའི་མེ་ཏོག་དང་འདྲ་བར་རྒྱ་སེའི་མཚན་མོའི་སྤྲོ་སྐྱིད་ཁང་གི་ཞབས་ཞུ་མར་གྱུར། ད་བར་འཛོམས་སྐྱིད་ཀྱི་ལས་ཀ་འཚོལ་བའི་ལམ་བུ་དེ་ནི་ཀྱག་ཀྱོག་མང་ལ་ལམ་འགྲོ་མི་འགྱུག་པ་ཞིག་བྱུང་བས་རྒྱལ་སའི་མཚན་མོའི་སྤྲོ་སྐྱིད་ཁང་གི་ལས་ཀ་དེ་ད་ཆ་རང་ལ་འཚམས་ཤོས་ཀྱི་ལས་ཀ་ཞིག་རེད་བསམས་ཏེ་ལས་མི་འདུག་སྐབས་སྦྱིན་བདག་གིས་རང་ལ་མགོ་སྐོར་བཏང་བའི་སྣང་བ་གང་ཡང་མེད་པར་ལས་ཀ་དེ་དང་ལེན་བྱས། དུས་དེ་ནས་བཟུང་མོའི་མིང་ལ་ཨོག་ཆོས་མེ་ཏོག་ཅེས་ཐོགས་པ་དང་འཛོམས་སྐྱིད་ཅེས་པའི་མིང་དེ་འབོད་མཁན་མེད། མོ་ཡང་མིང་ཕྱི་མ་དེ་འབོད་པར་གོམས་པ་མ་ཟད་སྣང་བ་དེ་བས་འགྲོ་ལ། མིང་དེ་ནས་འབོད་སྐབས་རང་ཉིད་ངོ་མ་བཀྲག་མདངས་ཆེ་བའི་ཨོག་ཆོས་མེ་ཏོག་ཅིག་ཡིན་པའི་སྣང་བ་སྐྱིད་པོ་ཞིག་ཡོང་གི་ཡོད། ད་ཆ་མོ་ལ་ཨ་མས་སྤྲད་པའི་རྩྭ་རིའི་སྨྱུག་མ་འདྲ་བའི་ལུས་པོ་དང་མཛེས་པའི་ཤིང་སྒོང་མེད་ཕྱིར་མངོན་པའི་ལང་ཚོ་དེ་ཙམ་ལས་གཞན་གང་ཡང་ལྷག་མེད། ཨོག་ཆོས་མེ་ཏོག་གིས་ཨ་མས་མོ་ལ་སྤྲད་པའི་ལྷན་སྐྱེས་ཀྱི་མ་རྩ་དེས་རང་གི་ཁ་འཆི་ཐབས་བྱེད། སྐད་ཆ་དྲང་པོར་བཤད་ན་མོའི་ལུས་ཐོག་ལ་དེ་ལས་བཟང་བའི་དངོས་པོ་རྩ་ཆེ་བ་གང་ཡང་ལྷག་མེད། དབུགས་ཆུ་མེ་ཏོག་གི་ཡོང་འབབ་ཚང་མ་མོ་རང་གཅིག་པུས་བག་མེད་ངང་ལོངས་སུ་སྤྱོད་པ་ལས་གཞན་སུ་ལ་ཡང་བསམ་བློ་གཏོང་དགོས་ཀྱི་མེད་པས་བུ་མོ་གཞན་ཚོས་མོའི་ཁྱིམ་གྱི་ཆ་རྐྱེན་ལེགས་པོ་ཡོད་པར་བསམ་སྟེ་སེམས་གཏིང་ནས་སྨོན་གྱི་ཡོད།